སྐྱེ་བོ་འཕགས་པ་གཅིག་གིས་མཐོང་ཡོང་དུས་གང་ལ་ཨ་ཙི་མ་འདྲ་བ་གཅིག་འདུག་བསམ་པ་ཅིག་བྱེད་དགོས་རེད། དེ་ནང་བཞིན་ད་ལྟ་གོས་ལུག་གང་དང་བསམ་བློ་ཅིག་བཏང་ཐུབ། རེད་པ་ང་རང་ཚོ་གྲྭ་པ་རབ་ཏུ་བྱུང་བ་རེད། གྲྭ་པ་རབ་ཏུ་བྱུང་བ་ང་ཚོ་ལ་ཡ་ག་རེ་གོན་རྒྱུ་ཡོད་རེད། ཨ་ནི་སྟོད་གཡོག་སྨད་གཡོག་གཟན་གཟན་ཞང་དག་དེ་དང་ཕྱུག་གུ་རྣམ་བཞག་དེ་བྱུང་ན་དེ་རེད། དེའི་སྒང་ལ་ཡ་ཅིག་ཤ་མོ་འདྲ་མི་འདྲ་གོན་ཡ། ཕུ་ཐུང་འདྲ་མི་འདྲ་གོན་ཡ། དེ་ཚོ་འགྲིག་གི་ཡོད་མ་རེད། ཕུ་ཐུང་གཅིག་གོན་ཡོང་དུས་ཁྱོད་སྤྱི་བཏང་འདུག་གོ་བཀའ་ནག་ཁྲ་སངས་གས་མི་འདུག་འདྲ་བོ་འདྲ་བོ་ཞིག་རེད་ཕུ་ཐུང་ཚང་མ་སངས་རྒྱས་བཅོམ་ལྡན་འདས་ཀྱི་གཞུང་ནས་བཀའ་བཞག་པ་ཅིག་རེད་མ་གཏོགས་གཅིག་གནང་ལ་གཅིག་བཀའ་ཤག་པ་གང་ཡང་ཡོད་མ་རེད། མ་རེད་དེ་ཡིན་ན་ཡང། དགོན་པ་གཅིག་གི་ནང་ལ་བསྡད་ན། གོན་ཆོག་པའི་བཀའ་ལ་གོན་ཆོག་པའི་བཅའ་ལག་དེ་དང། གོན་མི་ཆོག་པ་དེ་གོན་མི་ཆོག་པ་བཟོས་ཞིག་བསྡད་དགོས་གི་རེད། ང་ཚོའི་དཔེ་ན་མི་འདུག་ཨ། ཟན་དེ་གོན་རྒྱུ་རེད་མ་གཏོགས་ང་ཚོའི་ཟན་ཤམ་ལ་ཨ་ནི་སེ་གོལ་བཏང་ཅིག་གོན་ཡ་ཡོད་མ་རེད་བ། ང་ཚོའི་གཟན་ཤམ་ལ་ཡང་ཚོས་དཀར་པོ་རྒྱག་ཅེས། གོས་ཤན་དམར་པོ་བཏང་ཅེས། དེ་རིང་གོས་ཤན་ཡོད་མ་རེད་པ། ཅིག་བྱུང་ན། ཐལ་མ་ཟེར་རྒྱུ་དེ་རེད། ཅིག་བྱུང་ན་རེད་ཟེར་ཡ་དེ་རེད། དེ་ལས་ལྷག་པའི་གོས་ཤན་གྱི་གཟན་གོས་ཡ་དང། ཨ་ནི། ད་ལྟ་དེ་གི་དེང་སང་གི་སྤྲུལ་སྐུ་དེ་ཚོ་ནང་བཞིན་རྒྱ་བཟས་ཀྱི་ཨ་ནི་གོས་ཐུང་བཟོ་ཡ་དེ་ནང་བཞིན་ཡོད་མ་རེད་པ། ང་ཚོའི་རྒྱ་བཟས་ཀྱི་གོས་ཨ་ནི་གཟན་གོས་ཡ་མེད་པ། ཆོག་གི་མ་རེད་པ། ཨོ་དུས་ཀྱི་དུས་ཁོང་ལ་གཟན་ཤམ་ཡིན་ན་ཡང་གོས་ནི་གོན་དགོས་རེད་པ། གོན་པ་འདི་ང་རང་ཚོས་ཅིག་གོན་ལུགས་གོན་ཐང་ཡག་པོ་ཞིག་སྐྱེལ་ནས་རེད་པ་དགོན་པ་ཁོ་རང་ལ་སྒྲིག་འཛུགས་ག་རེ་འདུག་ད་ག་ན་གཞི་ཤམ་ཐག་འདྲ་པོ་བྱིན་ན་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་གནང་འདུག་ཤམ་ཐག་ཟླུམ་པོ་བགོ་བ་ལ་ལྷ་བར་བྱའོ་ཆུས་ཐོག་མ་གསུངས་པའི་སྐབས་ལ་ཡ་སངས་རྒྱས་བཅོམ་ལྡན་འདས་ཀྱི་ལྷ་བྱ་དེ་ཤམ་ཐག་ཟླུམ་པོ་བགོ་བ་ལ་ལྷ་བར་བྱའོ་གསུངས་བ་རེད་ཟླུམ་པོ་བགོ་བ་སྲིད་དུས་ག་རེ་སྲིད་དགོས་རེད་ཟེར་ལགས་ན

དེ་ནས་ཁ་སང་ཁ་ཤས་ཀྱིས་ཡང་ཅི་འཛིན་ཉམས་དགྲ་ཀྱི་རྟེན་བཅས་ཤང་ཏག་ཏེ་དམའ་དམའ་བོ་བཟོས་ཅི་ས་ནི་མ་ཁྲུ་ཁྲུ་ཞིག་ནི་རྒྱ་ནག་གི་སྲིང་མོ་འདུ་འཛོམས་འགྲོ་སྟངས་ནང་བྱས་ཡོང་གི་འདུག་བ་དེ་འགྲིག་ཧོ་མ་རེད་དངོས་གནས་ཡིན་ད་དེ་འདྲས་ཞིག་མ་ཕབ་ཆོག་གི་མ་རེད་ལོང་བུ་ལས་མ་འཇོག་ཆོག་གི་མ་རེད་ཡོད་ཚད་སྟོང་ནི་ཡོད་ཚད་ཀྱི་དོ་མཐོ་འདྲ་བོ་ཞིག་ནི་འགྲོ་དགོས་ཀྱི་ཡོད་རེད་ཨ་ཁྱོད་མཛའ་བོ་མི་འདུག་ཟེར་ན་ཁོ་རང་གི་མིས་མཛའ་བོ་མེད་པ་རེད་ངས་ཁྲིམས་དེ་རེད་ད་བྱས་ཡོད་མ་རེད་འོ་འདུག་ཞེས་དུས་དགོང་ལ་ཨ་ནི་གསན་བཤམས་དགོན་དང།